འོ་ད་ད་ལྟ་བོད་ཚེ་རིག་པའི་གླེང་སྟེགས་ཀྱི་ཐོག་ལ་ཞུགས་པའི་ཚོགས་མི་ཚང་མ་ལ་ཡང་དགོང་དྲོ་དེ་ལེགས་ཞུ་ཡི་ཡིན། ཨ་ད་ལྟ་དགོང་དེ་བརྙན་ཐུང་གཅིག་བརྒྱུད་དགོས་གནང་འདུག་ཨ་ནི་བརྙན་ཐུང་དེ་ཡི་ཁ་བྱང་དེ་ལ་ལྟ་དུས་སྐབས་ལ་རྡ་ས་བོད་ཀྱི་སྨན་རྩིས་ཁང། འགན་འཛིན་དང་འབྲེལ་ཡོད་སྡེ་ཚན་ཟིང་ཞིག་ཏུ། ཨ་ནི། ག་རེ་ཡིན་ན་བསམས་སོ་ད་ང་རང་ཚོ། རྩིས་ཀྱི་གླེང་སྟེགས་ཐོག་ལ། བརྒྱུད་སྐུལ་གནང་ཡོད་དུས་གཏན་འབྲེལ་འདི་རྩིས་དེ་གྲོལ་བ་ཞིག་ཡིན་གྱི་རེད་བསམས་སོ་རེད་བ་དེ་བྱས་ནས། ཆ་ཚང་ཅིག་ལྟ་ཡིན་ལམ་སང། ཨ་ནི། མ་ལྟ་དུས་སྐབས་ལ། ད་བརྙན་ཐུང་འདིའི་ནང་དོན་དང། ཨ་ནི་བརྙན་ཐུང་འདི་ད་མ། བཟོ་སྦྱོར་བྱེད་མཁན་དེ་ཁོང་བཟོ་སྦྱོར་བྱེད་མཁན་དེའི་རྒྱུན་ལྟ་དམིགས་ཡུལ་རབ་ག་རེ་ཡིན་པ་ཆ་ཚང་ཐོག་རྒྱུས་ལོན་ཅིག་བྱས་པ་ཡིན། ད་ལྟའི་བརྙན་ཐུང་དེ་བརྒྱུད་སྐུལ་གནང་མཁན་གཟུ་བོར་བ་དག་ད་ལྟ་འདི་རེད་འདུག་བ། ད་བོན་གྱི་སྤྲུལ་སྐུ་ཅིག་རེད་ཤག་ད་ག་རུ་བ་ད་དེ་ན་ལྕགས་ཕུར་སེང་གེ་གྲགས་ཅིག་བྲིས་འདུག་བ། ལྕགས་ཕུར་རིན་པོ་ཆེ་བསྲིངས། དབྱིན་ཇིའི་ཚིག་དེ་ལ་ལྕགས་ཕུར་ཡིན་ན། ད་གང་ལྟར་ལྕགས་ཕུར་བསྲིངས་ནས་ཅེས་བྲིས་ཤ་ཏག་ལྕགས་ཕུར་ཡིན་འགྱུར་བ། ད་དེ་ངས་གསལ་པོ་ཞིག་ར་ཡང་ཧ་གོ་མི་འདུག། གང་ལྟར་ཁོ་རང་གིས་དེ། ག་རེ་གསུངས་ཡོད་རེད་ཟེར་ན། ད་སྨན་རྩིས་ཁང་གི་ལས་ཐོ་བོད་ཟླ་དྲུག་པའི་ཟླ་ཤས་ནང་ལ། ཨ་ནི་ཉི་ནག་གི་འགྲེལ་བཤད་སྐབས་ལ། དེ་ནི་དེའི་ཉིན་པོ་ལ་དེའི་ཉིན་མོ་ལ་ཉི་ནག་ཡིན་པ་སོང་ཙང་དེའི་ཉིན་མོ་ལ་ལྟ་མི་རུང་ཨ། ཟེར་བར་བ་དེས། ཁ་ཤས་ཅིག་ཡོད་རེད་དེའི་ནང་ལ་ཤན་པ་བོན་པོའི་ཁྱིམ་དུ་མི་འགྲོ་ཟེར་ཡོད་རེད་བྱས་ཙང་དེའི་ཚིག་དེ་བོན་པོ་ཟེར་ཡོད་དུས་སྐབས་ལ་ཁོ་རང་ལ་གཞི་ནས་ད་ཐུགས་སྣང་ཅིག་བྱུང་ཡོད་ས་རེད་ད་ལོ་ཤན་པའི་གསེག་ཏུ་བ་གཞན་སྤྱི་དོན་ད་ལོ་དུ་བཏོན་ནས་ལོ་མང་པོ་དྲུག་ཡོད་རེད་ད་འདི་འདིའི་སྨན་རྩིས་ཁང་ལ་ཡིན་པ་ཡིན་ན་གཅིག་སྟོང་དགུ་བཅུ་དྲུག་ཅུ་རེ་གཉིས་འདུག་པ་ནས་ལོ་དུ་བཏོན་ཡོད་རེད་ཆ་ཚང་ནང་ད་རང། ལོ་རྟག་པར་འཁོད་བསྡད་ཀྱི་རེད། ཡིན་ན་ཡང་ད་ལྟ་ལོ། ད་ལྟ་རིན་པོ་ཆེ་ཁོ་རང་གིས་གཟིགས་པའི་རྐྱེན་གྱིས་ནི་ཁོ་རང་གིས་ཐད་ཀར་ད་དེའི་ཐོག་ལ་དགོངས་ཚུལ་གཅིག་གསུངས་འདུག་ད་དགོངས་ཚུལ་དེ་འོ་དེ། བོན་པོ་རྣམ་པ་ཚོ་ལ་ཐུགས་འབྱུང་རྐྱེན་ལྟ་ཚིག་རེ་བཞག་གསུངས་འདུག་ཨ། འདི་ཡིན་འདི་བརྩམས་པ་ལ་ལྟ་དེའི་རིགས་དེ་བཀོད་པ་ཡིན་ན་བོན་པོ་ཚང་མ་ལ་བོན་པོ་དང་བོན་པོའི་རྗེས་འཇུག་པ་སུ་རུ་ཨ། བོན་དེ་གས་ཚང་མ་ལ་སེམས་ལ་ཡག་ཕོག་ཐུག་ཅིག་བཟོ་གི་རེད་ཅེས་ནས་གསུངས་འདུག་ད་དེ་ང་ཚོ་གི། ལྟ་སྟངས་ནང་བཞིན་བྱས་པ་ཡིན་ན། ད་ང་ཚོ་གི་ཟི་ཐོའི་ང་སྐབས་ཏུ་སྨན་རྩིས་ཁང་གི་ལས་འཕྲོ་དང་སྨན་རྩིས་ཁང་གི་དེ་གས་ཆགས་ཡོད་མ་རེད། ལས་བྱེད་པ་རོབ་ཆ་གས་མ་རེད་ཡིན་ན་ཡང་ང་སྨན་རྩིས་ཁང་གི་ཟུར་པ་ཞེས་ན་འགྲིག་གི་ཡོད་རེད། སྨན་རྩིས་ང་མ་སྨན་རྩིས་ཁང་སློབ་གཉེར་བྱས་སྨན་རྩིས་ཁང་ལས་ཀ་ད་ལོ་བདུན་བརྒྱད་ཅིག་བྱས་ནས་ཨ་ནེ་ཞིག་ནས་ད་ཟུར་ལ་བསྡད་བསྡད་པའི་གི་རྩིས་པ་ཅིག་ཡིན་པའི་སྐད་ཆ་རེད། དེའི་དོགས་ས་ལྟ་དུས་བོད་ལ་དངུལ་དེ་འདྲའི་བཏབ་པའི་ཚིག་དེ་ལ་ཁྱེད་རང་གིས་ང་ད་ལྟ་ལོ་དེའི་ནང་བཀོད་བཞག་པ་དེ་བོན་པོ་ལ་མཐོང་ཆུང་བྱས་པ་རེད། བྱས་ནས་དེ་ཚིག་དེ་གསུངས་འདུག་ཨ། དེ་ཡང་ལོ་རྒྱུས་དང་སྐོར་ལ་འགྲེལ་བཤད་མང་པོ་ཅིག་བསྐྱོན་འདུག་དེ་ཚོ་བལྟས་ཚེ་ཡང་ང་ལྟ་དུས་ཐལ་ཆ་འདྲ་བོ་ཅིག་འགྲོ་གི་འདུག་བསམ་གྱི་འདུག་དེའི་སྒང་ལ་སེམས་འཛིན་རོགས་ཀྱི་རྡོ་རྩིག་ཅིག་ཞུ་འདོད་བྱུང་སོང། ད་གཙོ་བོ་རིན་པོ་ཆེ་དང། ད་བོན་སྤྲུལ་བོན་གྱི་སྤྲུལ་སྐུ་ད་ང་རྒྱུད་དུ་ཡོད་མ་རེད། དེ་ནས་ཁོང་གི་བཀའ་མོལ་དེ་ཆ་ཚང་ཉན་པ་ཡིན་པ། ང་ཁོ་རང་ལ་ལན་བསྒྲགས་བྱས་ཡས་རེད། ཨ་ནི་མི་མང་རྣམས་པ་ཚོ་ལ་གསལ་འདེབས་བྱེད་ཡང་ཆ་འཐད་ཀྱི་རེད། གང་ཡིན་ཟེར་ན་ཕྱོགས་གཅིག་གཅིག་པུ་ཡི་སྐད་ཆ་ཉན་འཐད་པ་ཡིན་ན། ཨ་ནི་ཡང། འཁྲུལ་གཞི་མང་པོ་ཡོད་རེད་བ། དེ་ཡིན་དུས་དང་པོ་ལ་ག་དུས་ནས་ང་ཚོ་དེ་འདྲས་ཀྱི་ཕྱོགས་གཅིག་དེ་མ་འགྲིག་པའི་སྐད་ཆ་ཅིག་བཤད་ཡོང་དུས་སྐབས་ལ་ལམ་སང་དེའི་རྐུབ་ལ་རྒྱུགས་འགྲོ་དགོས་གལ་མི་འདུག་བ་ང་ཚོ་དངོས་གནས་བློ་གཟུ་བོར་གནས་མཁན་ཅིག་ཡིན་པ་ཡིན་ན་གཞན་དག་དེ་དེ་གར་བཤད་ཀྱི་འདུག་དེ་ལ་འགྲེལ་བཤད་གར་རྒྱབ་ཀྱི་འདུག་དེའི་སྐད་ཆ་དེ་ཡང་ཉན་དགོས་རེད་འོ་དེ་འདྲས་སུ་ཉན་ནས་ཨ་ནི་ད་སུའི་ཕྱོགས་ལ་བདེན་པ་འདྲ་བོ་འདུག་དེའི་ཆས་སུ་སོ་སོ་སྟེ། ཁྱེད་རང་གལ་སྲིད་དེ་ཉིད་གང་རུང་གི་རྗེས་སུ་འབྲང་གིས་ན་བདེན་པ་ཡོད་ས་དེའི་ཕྱོགས་ལ་ནི་སྐྱོ་བྱ་ན། བློ་ཐག་རབ་རྫོགས་འགྲོ་དགོས་པ་དེ་རེད། འོ་དེའི་རྗེས་ནས་ད་དེ་རིང་ངས་ཚིག་ཁ་ཤས་ཅིག་ཞུ་འདོད་བྱུང་སོང་ང་རྩིས་པ་སྐྱེར་པ་ཅིག་ངོས་ནས་ཞུ་གི་ཡོད། ཚོགས་པ་གྲགས་བྱེད་ཀྱི་ཚབ་གལ་མིན་རེད་བ། བྱས་ཙང་ད་ད་ལྟ་རིན་པོ་ཆེ་གསུངས་བཞག་པ་དེའི་དང་པོ་ལོ་དུས་ནང་དེ་བཀོད་བཞག་གསུངས་འདུག་བ། དེ་བདེན་པ་རེད་ཞུ་ཡ་ན་ལོ་ཏོ་ལས་ཐུ་ཚང་མའི་ནང་ལ་ཡོད་རེད་ད། ད་བོན་པོ་ལོ་ཏོ་སྐྱེས་པ་འདོན་གི་ཡོད་ན་དེའི་ནང་ལ་ཕལ་ཆེར་གཅིག་བྱས་ན་ཡང་གལ་སྲིད་བཏོན་པ་ཡིན་ན་ཡང་བན་གྱི་ཁྱིམ་དུ་མ་འགྲོ་ཟས་ར་བ་ཅིག་བསྒྱུར་བཅོས་ཅིག་མཛད་སྲིད་པ་རེད་བ། ད་དེ་ངའི་ཡང་ཚོད་བགམ་རེད་ད་དེ་འདྲ་བའི་ཚིག་མང་པོ་ཅིག་ང་ཚོ་དཔེ་ཆའི་ནང་ལ་མཇལ་ཡས་ཡོད་རེད། བྱས་ཙང་འདིས་ཕ་བོན་བོན་པོ་གི་རྩིས་དང་བོན་བོན་པོ་གི་ལོ་ཐོ་ཁུལ་བོད་ཀྱི་ཕལ་ཆེར་ད་ང་ཚོ་ད་བན་གྱི་ལོ་ཏོས་བྱས་ནས་ལབ་དེ་ནས་དེ་ཆོས་ལུགས་ཀྱི་སྐད་ཆ་འདྲ་བོ་ཞིག་ཆགས་འགྲོ་གི་འདུག་བ། དེ་ཡིན་དུས་སྐབས་ལ་ད་ང་ཚོས་རྩིས་ཀྱི་ད་དེ་འདྲའི་ལབ་དགོས་ཡ་འདྲ་བོ་ཅིག་ཆགས་ཀྱི་འདུག་ད་འདས་པོ་ཟེར་གི་མི་འདུག་གང་ལྟར་རྩིས་ཀྱི་རྒྱུན་ཇི་ཡོར་བ་ད་ལྟ་བར་དུ་འོ་དེ་ཚང་མས་ཀྱི་ལོ་ཏོའི་ནང་དེ་བཀོལ་གི་རེད། ཨ་དེ་གང་ཡིན་ཟེར་ན་ད་དེ་ཕུག་ལུགས་དང་ཚུར་ལུགས་དང། ད་ཅིག་གིས་ད་འདི་གན་དྷའི་རྩིས་གསར་ཟེར་དྲག་པོ་རྩིས་ལ་ལུགས་ཁ་ཤས་ཀྱི་ཡོད་རེད་ད་དེ་ཚོས་ལུགས་ཀྱི་སྐད་ཆ་མིན་པ་བཅས་ག་ལྟར་ལས་ཐོལ་ཅིག་བཀོད་ནས་མྱི་ནག་གི་འབྲས་བུ་གཅིག་འབྱུང་རྩིས་ལུགས་ཀྱི་རྗེས་སུ་འབྲངས་ནས་མྱི་ནག་ལས་ཐོལ་དེའི་ནང་ལ་མྱི་ནག་བཀོད་མྱི་ནག་ཡོད་མེད་དེ་བཀོད་མྱི་ནག་ཡོད་མེད་ཙམ་བཀོད་པ་ཙམ་མ་ཡིན་པ་མྱི་ནག་དེ་ལ་ཡང་ལས་འདི་རུང་བ་རེད་མི་རུང་བ་རེད་ཟེར་གྱི་ཡོད་རེད་བ་དེའི་ཅིག་གི་འབྲས་བུ་དེ་བཀོད་པ་ཡིན་ན་ཚང་མའི་ནང་ལ་འཁོད་བསྡད་ཀྱི་རེད། ད་ངས་དཔེ་མཚོན་རོགས་ཞུས་པ་ཡིན་ན་ཁྱེད་རང་གིས་དེ་གསུངས་འདུག་ཨ་ད་ད་ལོ་ཏོག་ཁ་ཤས་ཅིག་བཏགས་ཡིན། སྨན་རྩིས་ཁང་ལོ་དེའི་ནང་ལ་འདུག། ཨ་ནི་ཁུ་ནུའི་ལོ་དེའི་ནང་ལ་བཀོད་ཡིན། ཁུ་ནུའི་ལོ་དེའི་ནང་ལས་འདུག་གསུངས་འདུག་ཨ་ནི་གཞན་དག་ལོ་དེའི་ནང་ལ་ཡོད་མེད་རྩད་གཅོད་བྱེད་དགོས་ཡིན་གསུངས་འདུག་ཨ་དེའི་ལོ་དུས་ག་རེའི་ནང་ལ་ཡོད་རེད་ངས་ཏོག་ཨ་ད་ད། ང་རང་ང་ཚོ་དཔེར་ན་བོད་ནང་ལ་ལས་དོ་ད་རྒྱས་པ་དེ་གཉིས་དེང་སང་ཕྱི་ལ་ཡོད་མ་རེད། ད་འདི་བླ་རུང་ལོ་དོ་ཡོད་རེད། བླ་རུང་གི་ལས་དོ་གཏོང་གི་ཡོད་རེད་ད་ཕུག་ལུག་གི་ད་འདི་རྩིས་ཀྱི་རྒྱུན་རེད། དེ་བླ་རུང་ལོ་དེ་ནང་ལ་ཡང་ད་ཁ་རང་བཀོད་ཡོད་རེད། ཡང་ཁྱེད་རང་གི་མཇལ་ཡོད་མ་རེད་བ་ཕན་བླ་རུང་ར་མཚོན་པ་ཡིན་ན་ད་ཆོས་ལུགས་ཀྱི་སྐད་ཆ་འགལ་ཡོད་མ་རེད་གཡུང་དྲུང་ང་ཚོ་བོན་གྱི་ཆོས་དང་ཆ་ཚང་བོད་མ་གས་བླ་རུང་དེ་ག་ནང་ལ་ཉམས་ལེན་གནང་བསྡད་ཀྱི་ཡོད་རེད་བ། ཡིན་ན་ཡང་དེ་འདྲའི་གི་ཚོར་བ་ར་ཅིག་ཡོད་པ་ཡིན་ན་སྔ་ས་ནས་ཁོང་རྣམ་པ་ཚོའི་གི་ལོ་དོད་ནང་ལས་འགྱུར་བ་ཅིག་བཏང་གནང་མདོག་ཁ་བོ་རེད་བ། དེ་གང་ཡིན་ཟེར་ན་ཁོང་ཚོ་ལ་འདི་ཚོར་གི་ཡོད་མ་རེད་དེ་དབྱེ་འབྱེད་བྱེད་ཀྱི་ཡོད་པའི་རྣམ་པ་འདྲ་པོ་དག་དེ་ཚོ་ཁོ་ཁོ་ཁོ་རང་ཁོ་རང་གི་བདག་གཉེར་དེ་འོག་དེ་འགྲེལ་བཤད་མདོར་བསྡུས་ཅིག་ཞུ་གི་ཡིན་རེད་བ་དེ་འདྲ་བཀོད་དགོས་བའི་རྒྱུ་མཚན་གྲབས་དེ་འོ་དེ་རེད་དེ་ཡིན་དུས་སྐབས་ལ་ད་ད་ལྟ་ཁོ་ནུའི་ལོ་དུ་རེད་དེ་ནི་འབྲུག་གི་ལོ་དུ་སྟོན་གི་ཡོད་རེད་འབྲུག་གི་ལོ་དུ་ནང་ལ་ཡོད་རེད་ད་ཉི་ག་དེ་ཉལ་འདི་ག་དེ་པར་རབ་རིབ་བརྒྱབ་ནས་ཟུར་ལ་ཅིག་ཕུལ་ཐུབ་ན་ཕུལ་གི་ཡིན་བསམས་ཏེ་ད་དེ་བཏང་དགོས་ཟེར་གི་དགོས་པ་མི་འདུག་ད་དེ་ནང་ཆ་ཚང་ངས་ཞིབ་ཕྲ་ཅིག་མ་བལྟ་ཡིན་རུང་བ་བལྟ་དུས་སྐབས་ཚང་མའི་ནང་ལ་བཀོད་ཡོད་རེད་ཨ་ནི་དེ་ཡིན་དུས་སྐབས་ལ། ད་སྨན་རྩིས་ཁྱེད་རང་གིས་ད་སྨན་རྩིས་ཁང་གི་ལོ་དུས་ནང་ལྷ་ས་སྨན་རྩིས་ཁང་གི་ལོ་དུས་ནང་མི་འདུག། འདིའི་འདི་སྐབས་ལ་ད་འདི་ད་ཁོང་ཚོ་གི་བསམ་བློ་ཞེ་བོ་ཅིག་རྒྱ་ཆེན་པོ་བཏང་ནས་དེ་འདྲས་ཅིག་ཡིན་གྱི་རེད་ད་ཆ་གང་གི་ད་ཚོད་བགམ་གནང་གི་འདུག་བ། ད་ངས་འདུག་བྱས་པ་ཡིན་ན་ལྷ་ས་སྨན་རྩིས་ཁང་གི་དེ་འདྲས་ཀྱི་ཡང་བསམ་བློ་རྒྱ་ཆེན་པོ་བཏང་ཡང་ལྷ་ས་སྨན་རྩིས་ཁང་ལས་གཅིག་མཚུངས་རེད་བསམ་གྱི་འདུག་ཁོང་ཚོ་རྩིས་ཀྱི་ཅིག་ལས་ཀ་ཅིག་ཡིན་དུས་དེའི་ནང་ལ་དོགས་པ་དེ་ཡོད་མ་རེད་ད། ཁྱེད་རང་ལ་ཤ་རེག་གི་དོགས་པ་དེ་ཡོད་མ་རེད་དེ་མེད་པའི་རྒྱུ་མཚན་ལྟེ་འདི་བཀོད་བཞག་ཡོད་རེད། རྗེ་བཙན་ལྷ་ས་སྨན་རྩིས་ཁང་གི་ལོ་དུས་ནང་ལ་ད་ལྟའི་འབྲས་བུ་དེ་མ་བཀོད་ཡའི་རྒྱུ་མཚན་ག་རེད་ལྷ་ས་སྨན་རྩིས་ཁང་གིས་ཉི་ནག་གི་འབྲས་བུ་དེ་བཀོད་གི་མི་འདུག་ཉི་ནག་དེ་ང་ཚོ་ལོ་ཏོག་གཞན་དག་ཚང་མའི་ནང་ལ་ད་ལྟ་ཁྱེད་རང་གི་དགོངས་དེ་དེའི་ཁུངས་དེ་དེ་སི་རིན་པོ་ཆེ་གི་རྩིས་གཞུང་དུ་ཚུར་ཐུག་གི་མེད་འགྲོ་གསུངས་འདུག་ཨ་དེ་ཏན་ཏན་རེད་དེ་དེ་སི་རིན་པོ་ཆེ་གི་རྩིས་གཞུང་འདི་ད་ལོ་ཏོག་གྱེས་འབྲིང་དུས་གསུམ། བོད་རབ་བྱུང་ཚན་པ་ཡིན་ན་ལོ་དུས་རྒྱས་རྒྱས་འབྲིང་དུས་གསུམ་གྱི་རྣམ་གཞག་གཏན་ལ་འབེབས་མཁན་དང་ཞིབ་ཕྲ་གི་མ་དེ་གནང་མཁན་དེ་རྩིས་གཞུང་བན་དུར་དཀར་པོར་བ་དེ་སྲིད་རིན་པོ་ཆེར་བ་དེ་ནས་ད་ལྟ་སྨིན་གྲོལ་གླིང་གི་ལོ་དུ་སྨིན་གླིང་ལོ་ཆེན་དར་མ་ཤེས་རིག་གི་རྩིས་གཞུང་ཉིན་བྱེད་གནང་བ་དེ་བོད་གངས་ཅན་ལྗོངས་ལ་རབ་བྱུང་ཚན་པ་ཡིན་ན་ཕུག་ལུགས་ཀྱི་སྟེང་ནས་བཤད་པ་ན་དེ་ཉིད་གཙོ་བོ་རབ་བྱུང་རེད། ང་འདི་ཚོ་ཚང་མའི་ནང་ལ་ཡ་ཨ་ནི་ཚེ་བདག་མདའ་དག་མདའ་བས་ཀྱི་ཤེས་པས་ཀྱི་དེ་བཀོད་དུས་སྐབས་ལ་ཨེ་དེ་ཚོ་ཆ་ཚང་བཀོད་བཞག་ཡོད་རེད། དེ་ད་ག་རེད། འདི་ཡིན་ཙང་ད་ལས་དོ་ཚང་མའི་ནང་འདི་འདྲ་བཀོད་ཡོད་རེད། ད་སྨན་རྩིས་ཁང་ལྷ་ས་སྨན་རྩིས་ཁང་གི་ལོ་དུས་ནང་འདི་མ་བཀོད་ཡོད་དེ། ཁོང་ཚོས་ཀྱི་འགྲེལ་བཤད་དེ་བཀོད་ཀྱི་མི་འདུག། ཟླ་ཤས་ནང་ལ་གལ་སྲིད་ཁོ་ཚོས་ཀྱི་ཟླ་ཤས་ནང་ལ་ཉི་ནག་དེ་བཀོད་པ་ཡིན་ན། ཉི་ནག་དེ་ཉི་ནག་དེ་ཡོད་ཟླ་ཤས་ནང་ལ་བཀོད་འགྲེལ་བཤད་དེ་བཀོད་པ་ཡིན་ན་ད་ག་རང་བཀོད་དགོས་ཡ་གཅིག་ཆགས་ཀྱི་རེད་བསམ་གྱི་འདུག་ཨ་འདིའི་ནང་ལ། བི་འདུར་ཀ་བའི་ནང་ལ་འདི་འཁོད་བཞག་ཟིན་ཉི་ནག་གི་འགྲེལ་བཤད་དེ་ཉིན་གཅིག་ནང་བའི་ནང་ལ་འདི་འཁོད་བཞག་ཟིན་ད་ང་ཚོས་འདི་བསྒྱུར་བཅོས་ཅིག་བཏང་དགོས་འདུག་ཟེར་ནས་བློ་ཡུལ་ལ། ཕལ་ཆེར་འཆར་གྱི་ཡོད་ཀྱི་མ་རེད་བསམ་གྱི་འདུག་གང་ཡིན་ཟེར་ན་ཁོང་ཚོས་འདི་བོན་པོ་ལ་ངན་སྨྲས་བྱེད་པའི་སྐད་ཆ་ལ་ངོས་འཛིན་བྱེད་ཀྱི་འོག་མ་རེད་བ། དེ་ལས་བྱེ་བྲག་པ་ཅིག་སུ་གོ་བ་ང་ཚོ་ད་དེ་སྐོར་དེ་དཔེར་ན། བོན་བན་བོན་པོ་བཅུ་གོ་མ་རེད་བ། བན་གྱི་ཚིག་དེ་ཡང་མང་པོ་གླེགས་ཀྱི་ཡོད་རེད། དེ་ང་ཚོ་སྔ་མ་བོད་ཀྱི་བོད་རང་ལ་ཡང་ད་ཆོས་ལུགས་གཉིས་དེ་བན་དང་བོན་གཉིས་དེ་རེད་བ། ད་སྐབས་རེ་བན་དང་བོན་གཉིས་འགག་གི་གླེགས་ཀྱི་རེད་སྐབས་རེ་བོན་གླེགས་ཀྱི་རེད། རེད་བ། ད་དེ་འདྲའི་ཅིག་སླེབས་པའི་སྐབས་སུ། དཔེར་ན་ད་ལྟ་འདི་ད་དུང་ཤན་པ་ལ་དུ། ཨ་ནི། ད་བ་ནང་བཞིན་གྱི་ཅིག་གི་ནང་ལ། ད་རྩ་ཁེན་ཟེར་ར་བ། མགར་བ་དང་ཉག་པ་དང་ཟེར་དུས་སུ་ད། མཐོང་ཁེན་ཟེར་ར་བ། ཆ་ཚང་གི་སླེབས་ཀྱི་བ་རེད་ཁོ་ཚོ་སོ་སོའི་གི་ལས་ཀ། ལས་ཀ་གི་ཁྱད་ཆོས་མ་འདྲ་བ་དུ་ཚུར་བ། ཁ་ཤས་ལྕགས་དང་འབྲེལ་བ་ཡོད་པའི་ལས་ཀ་བྱས་འགྲོ་གི་ཡོད་རེད། ཁ་ཤས་ས་དང་འབྲེལ་ས་ཤིང་དང་འབྲེལ་བ་ཡོད་པའི་ལས་ཀ་བྱེད་ཁ་ཤས་ཤིང་དང་འབྲེལ་བ་ཁ་ཤས་རྫ་དང་འབྲེལ་བ་ཡོད་པ་དེ་ཚོ་འབྱུང་བའི་ཁམས་མི་འདྲ་བ་ལ་བརྟེན་ནས་ཀླད་ཀྱི་ཡུལ་དུས་ཙམ་པ་ལ་ནི་ས་བདག་ཡིན་ནའི་རེ་རྩིས་ཀྱི་བླང་དོར་སྤར་ཁ་སྨེ་བ་དུས་ཚོད་ནང་ལ་དེ་ནི་རང་རང་གི་ལས་དང་མཐུན་མ་མཐུན་བེད་ཀྱི་རྒྱུ་མཚན་ལ་བརྟེན་ནས་ཀླད་ཀྱི་རིགས་ད་ལྟའི་གོ་བདེ་པོ་བཟོ་ཡག་གི་ཆེད་དུ་སྤྱི་ཚོགས་ནང་ལ་ཡང་དངོས་སུ་འཛུགས་སྐུ་བཙུགས་དུས་ཨ་ནི་དཔེ་ར་བ་ཞོན་དུས་ཙམ་པ་ལ་ཨ་ནི་ལས་ཀྱི་སྟེང་ནས་བཤད་པ་ཡིན་ན་སྟབས་དེ་ལས་ང་ཚོ་ནམ་རྒྱུན་སྤྱིར་བཏང་གི་ལས་ཞེས་ཟེར་དུས་རྒས་པའི་ལས་དབང་གི་ལས་དྲག་པོའི་ལས། ཨ་ནེ་མི་གཡོ་བའི་ལས་དོ་བདག་གི་ལས་ཞེས་ལས་ལྔ་ཡོང་གི་ཡོད་རེད། ད་དུས་ཚོད་དངོས་སུ་འཇིག་རྟེན་གྱི་ལས་དང་དཔེ་ཆར་ཡོང་དུས་སྐབས་ལ་ཨེ་འདྲས་སུ་བྱས་ནས་དཔེ་བཀོད་ནས་བླང་དོར་མ་སྟོན་རང་དོན་རབ་ཅིག་ཆགས་བསྡད་ཡོད་རེད། འོ་དེ་འདྲས་ཅིག་སླེབས་ཀྱི་རེད། དེ་འདྲས་སླེབས་དུས་དཔྱད་ན་བན་སྐད་ཆ་སླེབས་དུས་བན་གྱི་ཁྱིམ་དུ་མ་འགྲོ་ལབ་ན་རེད་བ། ཨ་ནི་ང་ཚོར་མཐོང་ཆུང་བྱེད་ཤ་ལབ་ཡིན་ན་འགྲིག་ཡས་མི་འདུག་བ། ད་ག་ནང་བཞིན་གི་ཤན་པ་སུ་ལས་འདུག་བ། ཤན་པས་ཡང་ང་ཚོར་མཐོང་ཆུང་བྱེད་ཀྱི་འདུག་མཚམས་འདི་རྩ་ཁེན་ལེ་གི་རེད། ད་དཔེ་ན་ཡུག་ས་ཕོ་མོ་ཟེར་དུས་ཚོད་ཡང་སེ་སླེབ་གི་རེད། ཡུག་ས་ཕོ་མོ་ཐུག་འཕྲད་སྐད། ཡུག་ས་ཕོ་མོས་གི་རྩ་ནས་ཅང་ངོས་མ་ལེན་ཟེར། ཡུག་ས་ཕོ་མོ་ཐུག་འཕྲད་མ་བྱེད་ཟེར། ནད་པས་སྔས་མ་འགྲིམ་ཟེར་བ་ད་ཁོ། སྤྱི་བཏང་གི་དེ་རེད། བླང་དོར་ཅིག་སྟོན་གི་ཡོད་པ་དེ་རེད་མ་འདུག་ཟབ་ཟབ་ཅིག་ཡོད་ཀྱི་ཕྱིར། ད་དེ་ཕ་ཆ་དེ་ལ་མཐོང་ཆུང་བྱེད་པའི་སྐད་ཆ་དེ་འཆད་དགོས་ཁོ་ར་ཡོད་མ་རེད། དེ་བྱས་ན་ཨ་ནི་ད་དེ་ཚོ་ཚང་མས་རེད་རེད་ཀྱི་སྐད་ཆ་དེ་བཤད་གི་བཤད་བཤད་དེ། ཨ་ནི་དེ་ཕ། ད་ཚིག་གི་ནང་ཚིག་དེ་འདྲས་ཅིག་འདུག། ཨ་དེ་མ་འཐེན་གོ་འདུག་བཤད་གི་དེ་ནི་ཡོང་གི་མི་འདུག། དཔེར་ན་ང་ཚོ། དངུལ་ཆུའི་སྐབས་ལ་ཡང་སྐད་ཆ་ཅིག་བྱུང་གི་ཡོད་རེད། སྔ་མ་ནས་དངུལ་ཆུའི་སྐབས་ལ་དཔེར་ན་འཛེམ་དགོས་ཀྱི་རེད་ཟེར་ནས་གནའ་སྲོལ་གྱི་དངུལ་ཆུ་སྦྱོར་སྡེ་བཅུ་དེ་བདུན་མེད་ཡ་བཏང་སྙིང་གི་མ་རེད། དངུལ་ཆུ་སྦྱོར་སྲོལ་ལ་བཏང་གི་བཏང་བཏང་ན་འགྲིག་གི་མ་རེད་ཟེར་ནས་འཁོད་བསྡད་ཡོད་རེད། ད་བུད་མེད་དུ་ཚུད་སྐབས་ཐོག་དེའི་ངོས་ལ་གཅིག་ད་བོད་པའི་སྨན་གཞུང་འདི་གར་ས་དེ་མི་འདུག་བཏང་སྙོམས་ཕོ་མོ་འདྲ་མཉམ་གྱི་སྐད་ཆ་མི་འདུག་བུད་མེད་ལ་མཐོང་ཆུང་བྱེད་ཀྱི་འདུག་དེ་འདྲའི་སྐད་ཆ་ལེགས་པར་བ་དེ་དེ་འདྲའི་མ་རེད་བ་རྫས་ཀྱི་ཁམས་ཀྱི་ངོ་བོ་དཔེར་ན་འབའ་ལི་བེ་གི་དངུལ་ཆུ་སྒྲུབ་དུས་སྐབས་ལ། གསལ་པོ་བྱས་ནས་གསུངས་ཡོད་རེད་བ་དྲ་ཕུག་ནང་ལ་ཁོ་རང་གི་རིག་སྔགས་ཀྱི་དངུལ་ཆུ་བསྒྲུབས་དུས་ང་ཚོ་ད་ལྟ་ནང་བཞིན་གྱི་དཔེ་བཙོ་སྦྱང་དུ་བྱས་ནས་སྐད་ཆ་བལྟ་མི་ཡོད་མ་རེད་གདའ་ཁོ་རང་རིག་སྔགས་ལ་བརྟེན་ནས་ཡང་རིག་སྔགས་བརྟེན་ནས་སྲིད་པའི་བཙོན་པ་ལ་སྔགས་བཅུ་དགུའི་སྐད་ཆ་མ་རེད་རྫས་རྫས་ལ་བརྟེན་ནས་བསྒྲུབས་དུས་སྐབས་ལ་ཞེ་བོ་ཅིག་བསྒྲུབས་ནས་བསྒྲུབས་མ་ཐུབ་ནས་མཐའ་མ་དེ་ཉི་མ་གཅིག་ལྟ་འུར་རབ་ཅིག་ཐུག་ནས་ཨ་ནི་ཁོ་རང་བྲག་ཕུག་དེ་ནས་ཐོན་ནས་ཕྱི་ལོགས་ལ་འཆམ་འཆམ་ལ་འཕེལ་འདུག་བ། འཆམ་འཆམ་ལ་འཕེལ་དུས་སྐབས་ལ་མར་སླེབས་དུས་དངུལ་ཆུ་གྲུབ་བསྡད་ཡོད་རེད། ད་དེ་གར་ཆེན་ནས་གྲུབ་ཡོད་ནང་ཟེར་དུས་སྐབས་ལ། བརྟག་དཔྱད་བྱེད་ཡོང་དུས་སྐབས་ལ། གཞན་དག་གས་ཡོང་མ་རེད་གྲོ་ཕུག་དེའི་ནང་ལ་ཆུ་མིག་ཅིག་འདུག་བ། ཨ་ཆུ་མིག་འདི་ལ་མི་གཅིག་སླེབས་པའི། རྐང་གཅིག་ཡོད་རེད། དེ་སུ་རེད་འདུག་ཞིབ་ཕྲ་རྩད་གཅོད་བྱེད་ཁར་འགྲོ་དུས། ད་བུད་མེད་ཅིག་སླེབས་ཡོད་རེད་བ། བུད་མེད་མདའ་ཚན་དང་ལྡན་པ། ཟེར་ནས། འོ་དེ་སླེབས་ཡོང་སོང་ཙང་ད་དངུལ་ཆུ་དེ། འགྲུབ་བསྡད་ཡོད་རེད་དེ། བུ་མོ་དེ་དེའི་ཀླད་པའི་རྐྱེན་གྱིས་དེའི་ནུས་པས་ཀྱིས་གྲུབ་ཡོང་གི་བ་རེད། དེ་བུ་མོ་ལ་དེ་བུ་དེ་འདི་ལྟ་བ་ལ། ད་རྗེས་མ་ཕྱིས་སུ་དངུལ་ཆུ་བཟོ་དུས་སྐབས་ལ་བུད་མེད་ད་ག་ས་སླེབས་པ་ཡིན་ན། བུད་མེད་ཡ་ག་ཆུང་མ་ཆུང་འཛུལ་ཡོང་པ་ཡིན་ན། དངུལ་ཆུ་དེ་ཁོ་རང་དང་དེ་མུ་ཟི་དང། བ། སྤྲད་ཡོང་དུས་སྐབས་ལ་རང་གཟུགས་བསྒྱུར་དུས་སྐབས་ལ་ཨ་ནི། ང་ཚོས་སྟངས་འཛིན་བྱེད་མ་ཤེས་པ་ཆགས་ཀྱི་ཡོད་རེད་ཡོད་དུས་ཙང་ཨ་དེའི་རྒྱུ་མཚན་གྱིས་ད་དེའི་གི་གལ་སྲིད་བུད་མེད་སླེབས་པ་ཡིན་ན་བུད་མེད་ཚེ་ད་ད་ཚན་དེ་ལྡན་པ་ཡིན་མིན་གྱི་སྐད་ཆ་འབའ་ལ་བུད་མེད་སླེབས་པ་ཡིན་ན་དེ་ལ་འགྱུར་ལྡོག་ཅིག་ཡོང་གི་ཡོད་པ་སོང་ཙང་ཨ་དེའི་ཚད་དེ་ལྡན་པ་སྒྲུབ་ཐུབ་ཀྱི་མེད་ཙང་ཨ་དུས་ཚོད་རིགས་དེ་སྔོན་ནས་འཛེམ་དགོས་རེད་གསུང་གི་ཡོད་རེད་པ། འོ་དེ་འདྲ་པོ་རེད་ད་ནང་བཞིན་གྱི

ཕལ་ཆེར་བོན་གྱི་དཔེ་ཆའི་ནང་ལ་ཡོད་ཀྱི་རེད། བོན་གྱི་དཔེ་ཆའི་ནང་ལ་ཡོད་ཀྱི་རེད་རེད་བ། ངས་ད་འདི་རིག་སྔགས་ཀྱི་དཔེ་ཆ་དེ་འདྲའི་རྗེས་སུ་རེད་བ། དེ་བན་བོན་གཉིས་ཀའི་ནང་ལ་ཡོད་ཏན་ཏན་ཡོང་དགོས་ཀྱི་རེད་བསམ་གྱི་འདུག་གང་ཡིན་ཟེར་ན་ཁོ་ལས་གཞི་དེར་དྲི་བ་ཡོད་པའི་གི་དེ་རེད། དེ་ལྟར་དེ་འདྲའི་རིགས་དུ་ཚོ་ད་གཅིག་གི་ཚུལ་དང་མ་མཐུན་པའི་ཐོག་ནས་གི་བེད་སྤྱོད་བཏང་པ་ཡིན་ན་ཨ་ནི་ཉེན་ཁ་ཡོད་དུས་སྐབས་ལ་ད་རྩིས་ཀྱི་ནང་ལས་དེ་འདྲའི་རིགས་མང་པོ་ཡོད་དུས་དེ་སེ་རིན་པོ་ཆེ་གིས་ད་དེ་ཚོ་ཚང་མ་ཨ་ནི་ཁོ་ལ་པའི་གསང་རྒྱ་ཞི་བ་ཅིག་བྱས་པ་ཡིན་ཞེས་ནི་འཁོད་ཀྱི་ཡོད་རེད། འོ་དེ་འདྲའི་གི་ད་གནས་ཚུལ་ཡོང་གི་ཡོད་རེད་བྱས་ཙང་དེ་འདི་ཙམ་པ་ལ་བན་བོན་ལ་ཡང་ནི་ཅིག་འཛེམ་དགོས་རེད་ཟེར་རེད། ད་བན་དང་བོན་དེ་སྡུག་ཅག་ཞི་བ་ཅིག་བྱས་ནས་འདི་འདྲའི་གི་ནི་བེད་ཞེ་སྣང་ཚ་པོ་རུ་ཅིག་བཟོས་ནས་དེ་སྐད་ཅིག་མ་རེད་བ། འོ་ད་དེ་འདྲ་པོ་ད་མང་པོ་ཡོད་རེད་ད། ཚིག་གཅིག་གཉིས་ཀྱི་དཔེ་དྲངས་པས་གི་ད་ཅིག་ཐུབ་པས། མི་ལང་བར་རོ་གཅིག་རེད། ཇི་ལྟར་འདི་འདྲའི་ཡིན་དུས་སྐབས་ལ་འདི། སྐབས་སུ་བབ་པ་བོན་གྱི་ཁྱིམ་དུ། མ་འགྲོ་གསུངས་ཡོད་རེད་མ་འདུག་ད་དེ་ལ། དེ་ཡོད་མ་རེད། མཐོང་ཆུང་གི་རྣམ་པ་རྩ་བ་ཉིད་ནས་མ་རེད་བསམ་གྱི་འདུག་ངས་དེ། ལྷག་པར་དུ་ཁྱེད་རང་གི་སྒང་དེ། ད་ལྟ་ཁྱེད་རང་བཀའ་མོལ་གསུངས་པའི་ནང་ལ། ད་སྤྲུལ་སྐུ་ཁྱེད་ཀྱིས་གསུངས་པ་དེའི་ནང་ལ། ག་རེ་གསུངས་ཀྱི་འདུག་ཟེར། ད་སྔ་མ་བན་དང་བན་མ་མཐུན་པའི་རྣམ་པ་མང་པོ་ཞིག་བྱུང་བ་དང་ལུགས་རྒྱུད་ནང་ལ་ཨ་ནི་དེ་ཡིན་དུས་ད། རྗེས་ལ་ཨ་ནི་ཚེ་ཧ་ལམ་བོད་བོད་ཀྱི་མཁས་པ་དུ་ཚོས་ད་ད་ཕྱིས་སུ་བན་དང་བོན་གྱི་ཕྱོགས་གཏོགས་སུ་གྱུར་བ་དང། དེ་ཚོས་ཀྱིས་ཨ་ནི་བན་ལ་མཐོང་ཆུང་བྱས་ནས་ཨ་ནི་དུ་ཚོ་ཚིག་དུ་ཚོ་མ་བཅོས་པ་རེད་ཟེར་འདྲ་བ་དེ་འདྲའི་དགོངས་ཚུལ་གསུངས་བཞག་དེ་ཚོ་ད་དཔེ་ཐལ་ཆ་རེད་བསམ་གྱི་འདུག་དེ་འདྲ་ད་ཡིན་གྱི་མ་རེད། གང་ཡིན་ཟེར་ན་རྩིས་ཀྱི་ནང་ལ་མཚོན་པ་ཡིན་ན། བོན་གྱི་སྐོར་མང་པོ་ཡོང་གི་ཡོད་རེད། ཏོ་ཡི་སྐོར་དེ་ཚོ་ཚང་མ་བོན་ལ་ཁུངས་གཏུགས་དགོས་འདུག་རེད་བ། བན་གྱི་སྒོ་ནས་བཅོས་པ་བོན་གྱི་སྒོ་ནས་བཅོས་པ་ཟེར་འདུག་བ། ཨ་ནི་སྨོན་ལམ་གྱི་སྒོ་ནས་བཅོས་པ་ཟེར་དེ་ཚོ་ད་ཅི་ཅིག་བཅོས་ཀ་བྱེད་དུས་སྐབས་བྱས་ཙང་སྔ་མོའི་དུས་ཚོད་ལ་བན་དེ། རྩིས་ཀྱི་ནང་ལ་ཡང་སྔ་མ་ལྟས་ཚེ་ད་གོ་ཡ་ད་ཡོད་རེད་བ། བོན་གྱི་རྩིས་དེ། རེད་བ་བོན་ལ་ཡ་ཡང་སྐྱ་འཕེན་ད་ཅིག་བསྒྱུར་བཅོས་ལྟས་ཚེ་འགྲོ་ཡོད་རེད་དེའི་ནང་ལ་རྗེས་ཀྱི་ཡང། སྙིགས་དོར་བཅུད་ལེན་ཟིག་རོ་བ་དེང་སང་གོ་ཡས་ཏེ་བླངས་མ་གོ་ཡས་ཏེ་དོར་ཅེས་དེ་འདྲས་བྱས་པ་རེད་ཟེར་ན་ད་ལྟ་སློབ་དཔོན་རིན་པོ་ཆེ་གི་རྣམ་ཐར་དུ་འཕྲོས་ན་དེ་འདྲས་ཡོད་རེད། འདི་འདི་ཙམ་པར་ལྟོ་ཡི་སྐབས་ལ་ལྟོ་དཀར་ནག་ཁྲ་གསུམ་བྱས་དེ་ཚོའི་སྐོར་ལ་སླེབས་ཀྱི་རེད་དེ་ཚོ་མཁྱེན་གྱི་མཁྱེན་གྱི་རེད་བ། ད་གང་ལྟར་ད་དེ་ཚོ་ཞེ་བོ་ཅིག་དེ་ཞུ་དགོས་ཡོད་མ་རེད་གང་ལྟར། ད། དོན། ང་རང་ཚོས་ཀྱི་མེས་པོའི་ཀྱི་ཆོས་རེད། ང་ཚོའི་ལོ་རྒྱུས་ཡིན་ནས་འདྲ་སྲོལ་རྒྱུན་ཆོས་ཡིན་ནས་འདྲ་ད་ག་རེ་ནས་ད་ཅིག་ང་ཚོ་ལ་ཡོད་ཟེར་ཏེ་བོད་འདི་ཆགས་ཡོད་རོ། བྱས་ཙང་འདི་ཡིན་དུས་སྐབས་ལ་ད་ཅིག་སངས་རྒྱས་ཀྱི་ཆོས་ཡོད་པ་རྒྱུ་མཚན་དུ་བྱས་ནས་ང་ཚོ་བོད་ལ་དམའ་འབེབས་བྱེད་དགོས་རེད་དང། བོན་ཟུར་ལ་སྤེལ་དགོས་ཡ་རྩ་བ་ཉིད་ནས་ཡོད་མ་རེད་ལྷག་པར་དུ་དེ་རིང་ཁ་སང་གི་བོན་ད་ལྟ་འཇམ་མགོན་ཀོང་སྤྲུལ་བློ་གྲོས་མཐའ་ཡས་ཀྱིས་གསུངས་ཡོད་རེད་བ་དེ་རྦད་དེ་ནང་པ་དང་གཉིས་སུ་ཡོད་མ་རེད་རེད་བ་དེ་ཁྱད་ཁྱད་པར་ཁོ་རང་ཡོད་མ་རེད་གསུངས་གི་ཡོད་རེད་བ་དེ་ཁོ་གཅིག་ཡིན་པ་དེ་གསལ་པོ་བསྟན་གི་ཡོད་རེད་ད་སྟོན་པ་རྗེ་གཤེན་རབ་དང་ཨ་ནི་ཤཱཀྱ་ཐུབ་དབལ་གྱི་དེ་ཁ་ཁ་དེ་ད་འདུས་བྱས་ཀྱི་ཁྱད་པར་གྱི་དབང་གིས་མ་འདུག་ད་ཆོས་ལ་ཨ་ནི་དེ་གཅིག་རེད་ཟེར་བྱས་ནས་འཇམ་མགོན་ཀོང་སྤྲུལ་བློ་གྲོས་མཐའ་ཡས་ཀྱིས། དང་བདག་གི་མཛད་ཆེན་རྣམ་པ་ལྔ་ཡི་ནང་ལ་ཡང། བོན་གྱི་སྐོར་དེ་གའི་དེ་ཡང་ཆ་ཚང་ཅིག་འདུག་བ། འོ་དེ་འདྲས་རེད་ད་རིས་མེད་སི་ཏུའི་ཚངས་པ་ལ་བྱམས་མགོན་ཀོང་སྤྲུལ་བློ་གྲོས་མཐའ་ཡས་གྲགས་པ་དུ་ཚོ་རེད། སི་ཏུའི་ཚངས་པ་ལ་དེ་དེ་རིས་མེད་རིས་མེད་ཁོ་རང་དེ་འདྲས་སུ་ཡོད་རེད་དེ་དག་ནང་བཞིན་གྱི་དཔལ་སྤུངས་རབ་བྱུང་མཚོན་པ་ཡིན། དེ་འཇིགས། བན་གྱི་མགོན་པོ་མང་པོ་འདུག་བ་ཡན་ལག་གི་མགོན་པོ་མང་པོ་འདུག་བ། འོ་དེ་འདྲས་རེད་བྱས་ཙང་དེ་ཚོ་ད་ཕྱོགས་རིས་དེ་འདྲས། ངོས་སྔར་ལ་ད་ལྟས་སུ་བྱུང་དང་བྱུང་ཡོད་ཀྱི་རེད་དེ་ཡང་དངོས་གནས་རྣམ་དཔྱོད་ཡོད་ངེས་དང་བོད་ཀྱི་མཁས་པ་གོང་མ་དེ་ཚོ་དང། བླ་མ་སྤྲུལ་སྐུ་དེ་ཚོ་གིས་དེ་འདྲས་ཀྱི་དབྱེ་འབྱེད་དེ་འདྲས་ཅིག་གནང་གནང་བཞག་པ་དེ་འདྲས་ད། ད་རེ་ཟུང་ད་མ་སྲིད་པ་མ་རེད། ཁྱོད་ཚོ་ངས་དེ་འདྲའི་ཅིག་ཡིན་གྱི་རེད་བསམ་གྱི་འདུག་རེད་བ། ད་ལྟའི་ཆ་ལ་ནི་དེ་བས་ཀྱང་ནི་གལ་ཆེན་པོ་རེད། གང་ཡིན་ཟེར་ན་ད་ལོ་རྒྱུས་ཀྱི་ཆ་ནས་འགྱུར་ལྡོག་ཇི་ཡང་འགྲོ་གི་ཡོད་རེད་ག་རེ་ཡིན་ནའི་འོ་དེ་རེད་ལྷག་པར་དུ་ད་ཐུགས་སུ་གོ་དུས་ཙམ་པ་ལ་ང་ང་རང་ཁྱེར་གྱི་ཐུགས་སུ་ལྟོས་ཚེ། བོན་ང་རང་བོན་པོ་ལྟོས་ཚེ་ང་རང་ཚོ་བོན་གྱི་ཆོས་ཉམས་ལེན་གནང་མཁན་ཚོ། བན་པོ་ལྟོས་ཚེ་ལས་གཏད་ཚེ་ཅིག་ཞིབ་ཚགས་པོ་དང་ཅིག། ག་རེ་ནས་ཚགས་ཚུད་པོ་གྲོགས་ཅིག་མཐོང་གི་འདུག་དེ་ད་ལྟ་དེ་ལ་རྗེས་སུ་ཡི་རང་དང་བསྔགས་བརྗོད་ཞུ་འོས་པ་རེད། ད་ལྟ་རིན་པོ་ཆེ་གི་གསུང་ནང་བཞིན་བྱས་ནས་ད་དུས་ཚོད་སྐོར་དེ་མི་མང་གི་ཁེ་འདོད་སླད་དུ། ཐད་གཏོང་བྱས་ནས live སྐྲག་བཅུག་བྱས་ནས་ག་རེ་བྱེད་དགོས་ཀྱི་འདུག་སྤྱི་ཚོགས་ནང་ལ་ཅིག་བྱེད་དགོས་འདུག་གསུང་གི་འདུག་བ་དེ་དུས་སུ་བབ་པ་རེད་བསམ་གྱི་འདུག་རོགས་གནང་དགོས་ཀྱི་རེད་གསུང་བ་རེད་ང་ཚོ་བོན་ལ་ཡོད་རེད་བསམ་མ་ཡིན་པ་བྱས། ང་ཚོ་ད་བོན་དེ་གའི་དོན་ནས་སྨན་ཡིན་ནས། གཅིག། འབུམ་བཞི་ཡོད་རེད་ཙམ་མ་ཡིན་པ་བྱས། འབུམ་བཞི་ཡོད་ན་འབུམ་བཞི། འབུམ་བཞི་གི་ཕྱག་ལེན་དེ་ཆ་ཚང་མ་བཏོན་ནས་སྤྱི་ཚོགས་ཐོག་ལ་འགྲོ་ཕེབས་ཐུབ་པ་ཅིག་གོ་གི་ཡོད་རེད། དེ་གང་ཡིན་ཟེར་ན་ང་རང་ཚོའི་སྤྱི་ཚོགས་ནང་ལ། འབུམ་བཞི་ཡང་དངོས་གནས་ཆེ་མཐོང་ཞེ་བོ་གནང་བཞག་འདུག་བ་རེད་བ། གནང་ཡོད་རེད་གནང་དགོས་ངེས་རེད་དེ། གནང་བཞག་འདུག་པ་སྐྱེལ་རྒྱུ་མ་རེད་དེ། ང་ཚོ་གི་ལྟ་སྐོར་ཡ། གཅིག་དགོངས་ལ་བཞག་དགོས་ཀྱི་ཅིག་གནས་སྟངས་ཀྱི་ཆ་དེ་ཡོད་པ་ང་ཚོས་གི། བྱས་ཙང་དེ་ཡིན་དུས་སྐབས་ལ། དེ་ཐོག་བ་ད་རྩིས་ཀྱི་ཐོག་ནས་ཡིན་ནི་རེད། བོན་གྱི་རྩིས་དུས་ཚོད་མ་དོད་ནས་གར་ཅིག་གོ་ཡ་འདུག་ད་དུས་ཚོད་དེ། ད་ང་ད་ལྟ་སྐབས་ཐོག་ལ་བྲེལ་བ་གས་ཆགས་ཀྱི་མི་འདུག་ད་དེ་ངས་ཡང་འཕྲོད་བསྟེན་རོགས་ཆགས་ཏེ་དེ་ཡིན་དུས་སྐབས་ལ་གང་ལྟར་ངས་དེ་ཞུས་ཏེ་དེ། གང་ལྟར་ང་ཚོ་བོན་བོན་ལ་མཐོང་ཆུང་བྱས་བཞག་པ་དེ་འདྲ་གི་སྐད་ཆ། མ་རེད་ཞུ་ཡིན་རེད་བ། དེ་འདྲ་བོ་ཚིག་མང་པོ་ཡོད་རེད། དེ་འདི་ཙམ་པོ་དེ་རེད་ད་ད་ལྟ་གཉིས་པ་དེ་ད་ཁྱེད་རང་གི་དེ་དྲ་རྒྱའི་ཐོག་ལ་འགྲེལ་བཤད་གནང live ཁོ་ར་བཏང་ནས་ཅིག་གསུངས་ཡོད་དུས། ཨ་ནི་ངས་དེ་ལ་ད་ཅིག་མ་འགྲིག་པོ་ད་གས་མི་འདུག་དེ་ཡིན་ན་མི་མང་གི་ངོ་ནས་གོ་བ་ལེན་སྟངས་ནོར་ཡས་ཉེན་ཁ་ཐོང་གི་འདུག། ད་ལྟ་ཁྱེད་རང་གི་དྲ་རྒྱའི་འདི་ལ་ངས་ཅིག་ལྟ་དུས་སྐབས་ལ་མི་ཁ་ཤས་ཀྱི་མཆན་རྒྱབ་འདུག་ཨོ་དེ། ཨོ་དེ་འདྲའི་ལབ་གི་རེད་གང་ཡིན་ཟེར་ན། དེང་སང་གི་མི་ཡི་སྐད་ཆ་དེ་ཆ་ཚང་པོ་ཉན་གི་མ་རེད། བཤད་ཉན་དེ་གི་བསམ་པ་བཟང་པོ་བརྗེད་ནས་བཤད་པ་ཡིན་ནའི་འདྲ། ཅིག་དམིགས་ཡུལ་དེ་བཟང་པོ་ཅིག་ཡིན་པ་ཡིན་ནའི་རྒྱབ་ཕྱོགས་ལ་དེ་ཆ་ཚང་པོ་ག་རེ་ཡོད་པ་དེ། ཉན་གི་མ་རེད། ཚིག་ཁ་ཤས་ཅིག་མ་མཐུན་པོ་འདྲ་བ་ཅིག་ལ་གཞི་བཟུང་ནས་ཨ་ནི་གོ་ཆེན་པོ་བཟོ་ཡ་བར་ཚུར་དཀྲུགས་དཀྲུགས་ཡས་ཀྱི་ཉན་ཁ་ཡོད་བསྡད་པ་དེ་མཁྱེན་གི་འདུག་བ་ཁྱེད་རང་གི་དེ་འདྲས་ཡོད་རེད་གསུང་གི་འདུག་བ། དེ་ཡིན་པ་སང་ཙང་ཁྱེད་རང་གི་དངོས་གནས་དགོངས་པ་བཞེས་པ་དེ་འགྲིག་བསྡད་ཡོད་རེད་ཡིན་ནའི་ལག་ལེན་ལ་བལྟས་ཚེ་ད་རེས་ངས་བལྟས་ན་ནི་བལྟས་ཚེ་འགྲིག་གི་མི་འདུག་བསམ་གི་འདུག་དངོས་གནས་ཁྱེད་རང་དེ་འདྲས་དགོངས་པ་ཡོད་པ་ཡིན་ན་སྨན་རྩིས་ཁང་ལ་ཐད་ཀར་ཡིག་གིས་བཏང། ད་སྨན་རྩིས་ཁང་ཙམ་མ་རེད། གང་ལྟར་ད་གཙོ་བོ་དེ་སྨན་རྩིས་ཁང་ལ་ཡི་གེ་དང་སྨན་རྩིས་ཁང་ནས་བསྒྱུར་བཅོས་བཏང་བ་ཡིན་ན་སྤྱི་ཚོགས་ནང་སྨན་རྩིས་ཁང་གི་ལས་དོན་དང་རྩིས་དེ་ཁྱབ་ཆེ་བེད་སྤྱོད་བྱེད་ཀྱི་ཡོད་ཙང། གང་ལྟར་དེ་ཆགས་འགྲོ་དགོས་པ་དེ་མ་ཡིན་པའི་གི་རྩིས་ཀྱི་ལས་དོན་དེ་ཉིན་རེའི་ཚང་མ་ལ་ཁྱེད་རང་གི་ཡང་འབྲེལ་བ་བྱས་ཤག་ན་འགྲིག་གི་རེད་མ་འདུག་ད་ད་ལྟ་དེ་ཁྱེད་རང་གི་ཚིག་གཅིག་དེ་རྫ་དྲག་པོ་ར་བཟོས་ནས་ད་བཟོས་ནས་ཟེར་དུས་ཙམ་པ་ལ་ཁྱེད་རང་རྐང་བཙུགས་ནས་བཟོས་པ་ད་ཡིན་གྱི་མ་རེད་གང་ལྟར་ཆགས་ཡོད་རེད་དེ། བྱས་ཙང་མིད་དུ་འཛུག་གི། གོ་བ་དེ། ད་ཆོས་ལུགས་དཔའ་རུ་ལ་སྐད་ཆ་ཞིག་སྨྲས་འགྲོ་བསམ་སོ་གཅིག་བྱས། ཁྱེད་རང་བཀའ་མོལ་གསུང་སོང་ང་མང་གི་གནས་ཚུལ་དེ་གི་དེ། ཨ་ནེ་གཉིས་དེ་གཉིས་པ་ནི། གཉིས་པ་དེ་ག་རེད་ཟེར་ན་རྩིས་ཀྱི་ཐོག་ནས་སྐད་ཆ་བཤད་དུས་ད་ཡང་རྩིས་ཀྱི་ཐོག་ནས་འགན་འཛོལ་རབས་གར་བྱུང་ཡོད་རེད་སྨན་རྩིས་ཁང་གར་ནོར་ཡོད་རེད་དེ་འདྲའི་གི། བསམ་བློ་འཁོར་གྱུར་བ། ཨ་དུ་ཚོ་རྩིས་ཀྱི་ནོར་བ་ཡི་མ་རེད་རོ། ཨ་ནེ། བན་དེ་བོན་གྱི་ཆོས་ལུགས་ལ་ཡང་འབྲེལ་བ་ཡོད་མ་རེད། ད་གོ་བ་གླེང་སྟངས་ནི་གཅིག་ཁྱད་པར་རེད། བྱས་ཙང་ད་གོ་བ་དེ་གླེང་སྟངས་དེ་རྦད་དེ་ཁག་ཁག་རེད་འདུག་ཁྱེད་རང་དང་ང་ཚོ་ང་རང་བྱས་ནས་རེད་ད་ང་དང་འདྲ་བ་གིས་དེ་འདྲས་གིས་ཀྱིས་ནི་བོན་ལ་མཐོང་ཆུང་བྱས་པའི་གི་གོ་བ་གླེང་གི་ཡོད་མ་རེད། ད་ཡིན་ནའི་ད་ཁྱེད་རང་གི་དགོངས་ཚུལ་དེ་གཏན་ནས་དངོས་གནས་སྤྱི་ཚོགས་ནང་ལ་འདོན་པ་འདི་ཚོ་ཕལ་ཆེར་ལ་བསམ་ཚུལ་དེ་བྱུང་པ་ཡིན་ན་དེ་འགྱུར་བ་བཏང་ཆོག་ཡ་ཅིག་རེད་བསམ་གི་འདུག་ང་རང་ཡིན་ན་རེད་བ་དེ་ལ་གལ་ང་ཚོ་འདི་གལ་ཆེ་གི་རེད་བ། ཁོ་གི་ཚིག་དེ་ཡི་ཕན་པ་ལས་གནོད་པ་མང། སྤྱི་ཚོགས་ཐོག་ལ་གནོད་གི་འདུག་ན་དེ་ཕ། བསྒྱུར་བཅོས་དེ་གལ་གང་ལྟར་དེ་མ་དགོས་ན་འགྲིག་གི་རེད་བ། ཨོ་ཁོ་རྩིས་ཉེས་དེ་གལ་ཁོ་རང་ཁོ་རང་རྒྱབ་སྐྱོར་གི་གནས་སྟངས་ཐོག་ནས་ཁོ་རང་འགྲེལ་བཤད་བཏང་ནས་རྩིས་བཤད་གི་རེད་མ་གཏོགས་རྩིས། དུ་ཡོང་རྒྱབ་ཅིག་ཆགས་ཀྱི་མ་རེད་པ། དེ་འགྱུར་བ་བཏང་ཆོག་གི་རེད་བསམ་གྱི་འདུག་རེད་བ། འོ་དེ་འདྲས་ཅིག་ད་ངས་ཞུ་འདོད་དུ་བྱུང་ཟེར་བ་དེ་བྱས་དུས་ད་ད་རིང་འོ་དེ་རིན་པོ་ཆེ་དེའི་དགོངས་ཚུལ་དེ་ག་དེ་གསུངས་ཡོད་དུས་སྐབས་ལ་ད་དེ་ལན་འདེབས་ཀྱི་ཚུལ་དུ་ཟེར་བ་སོ་སོ་སྒེར་གྱི་བསམ་ཚུལ་འོ་དེ་འདྲས་ཅིག་ཞུས་ན་ཡག་པོ་ཡོད་རེད་བསམ་གྱི་འདུག་རེད་བ། ཡང་དེ་ག་དེ། དེ་འབྲེལ་གྱི་གནས་སྟངས་དེ་སོ་སོ་གྱི་ལྟས་ཚོད་གོ་ཚོད་བཞིན་དུ་ཨ་ནེ་འགྲེལ་བཤད་རོགས་ཀྱིས་མ་སྐྱོབ་ཅེས་བྱ་བ་ཡིན་ན། དེ། ད་ཡང་དེའི་བར་ནས་མགོ་མ་ཚོས་ངས་དེ་འབྲེལ་གྱི་སྐད་ཆ་དེའི་སྐབས་ནས་ཡང་བསླངས་ཡོང་ཐོག་ཁ་བོར་བ། འོ་དེ་ཡིན་དེའི་སྐབས་ལ་དེ་འདྲས་བྱུང་བས་ན་ཡག་པོ་ཡོད་མ་རེད་བསམ་ཟུར་བ་དེ་བྱས་ནས་ཞུས་པ་ཡིན། ཨ་ཐུགས་རྗེ་ཆེ་གནང་ཚང་མ་ལ། ཨ་ནི་གལ་སྲིད་ངས་བཤད་སྟངས་འདི་འདྲས་ནོར་ཡོད་ན་ཨ་ནི་ཚང་མ་བཟོད་གསོལ་གནང་རོགས་ཕྱིར་བ། ཨ་འདི་འདྲས། ད་ཡང་གོ་ལོག་པོ་མ་ལེན་ཟེར་བ་འོ་དེ་འདྲས་རེད་ད་ཐུགས་རྗེ་ཆེ།